ལྷག་པར་དུ། བོད་བསྟན་སྲིད་མི་རིགས་ཀྱི་ཆེད་དུ་རང་ཚུར་བློས་བཏང་བྱས་ནས། དཔའ་བོ་དཔའ་མོ་དེ་གས་དེ་སེམས་ལ་བཅངས་བྱས་ནས་མི་ཚེ་གཅིག་ལ་ཁོང་གིས་ཕྱག་ལས་གནང་ཡོད་པ་ཅིག་དང་དེ་ནང་བཞིན་གྱི་དེབ་དེ་ཡང། ཁོང་གིས་མི་ཚེ་ཧྲིལ་བོ་ཅིག་ལ་ཐུགས་འགན་བཞེས་སྟངས་དང་དགོངས་པ་བཞེས་སྟངས་ག་རེ་ཡིན་མེད་དེ་གསལ་བོ་རེད། ད་མི་ཚེ་ནང་གི་མཐའ་མ། ཨ་ནི་དགོངས་པ་རྫོགས་པའི་སྐབས་དེ་ལ། ལས་དང་སྨོན་ལམ་གཅིག་གི་ཐོག་ནས། ཨ་ནི་ང་རང་ཡིན་ནའི་རེད། བོད་མིའི་སྒྲིག་འཛུགས་ཀྱི་ནང་ལ། བཀའ་ལན་གཅིག་གི་མིང་གིས་ཀྱི་ནི། ལས་ཀ་བྱེད་པའི་དུས་དེ་འདྲའི་རྗེས་ལ། ཨ་ནི་གོང་བོད་སྐད། ད་ཉུང་ཤས་ཤེས་ཀྱི་ཡོད་པ་དང། ཨ་ནི་སྐུ་གཟུགས། ད་ལྟའི་བཟའ་ཟླ་ཆགས་བསྡད་ཀྱི་ཡོད་པའི་གི་གནས་ཚུལ་ཐོན་རྗེས་ནས་ཕ་གི་བཅར་ཡོད་པའི་གི་དུས་ཚོད་ཅིག་འཁེལ་ཐུབ་བྱུང་ལ་དེ་ནང་བཞིན་པ་འདི་སྲིད་སྐྱོང་མཆོག་ཡིན་ནི་རེད་རྗེས་དྲན་ཆུང་པོ་རེད་ད་དེའི་སྐབས་དེ་ལ་ཨ་ནི་རྒྱ་གར་ནང་ལ་ཡོད་པ་དང་ཨ་འཕྲད་དུ་ཕ་གི་ཆུ་བཞི་ནང་ཐུབ་པ་དེ་དེ་ནང་བཞིན་ཨ་ནི་ཁོང་སྤྱོད་བསྡུས་ཚོགས་གཙོ་མཆོག་རེད་སྤྱོད་བསྡུས་རྣམ་པ་གང་ཅི། ཀ་ཐོག་གང་གསུམ་གྱི་ཆོལ་ཁ་གསུམ་གྱི་མི་མང་གི་ཐོག་ནས་རེད། གཅིག། འཆར་གཞི་བཟོས་མེད་ནས་ཀྱང་རང་བཞིན་གྱི་ཨནི་དེ་ངོ་ཚོས་ཀྱི་ཀོང་ལ་གོ་གི་ཡོད་པ་གཅིག་རེད་བ། ད་དེ་ཚོ་ཡིན་ན་ལྷ་གང་འདྲ་ཆུ་སོ་སོ་མང་གི་ཡིན་ནའི་རེད། གཅིག་གཟིགས་ཆེན་ནི་ཨནི་དེ་འདྲའི་གི་ཆེ་བསྟོད་ཅིག་ངོ་ཚོས་ཀྱི་ཨནི། རང་བཞིན་གྱིས་དེ་འདྲ་ཅིག་བྱུང་སོང་ཨ་བསམ་པ་ཅིག་ཨ་ནི་དེ་སོ་སོ་ཡིན་ནའི་དེ་སྐབས་དེ་ལ་ད་སྐུ་ངོ་དགོང་ལོ་ཆེན་པོ་རེད། ཕངས་པོ་རེད། ཡིན་ན་ཡང་དེ་ཚོ་ཡག་པོ་ཅིག་བྱུང་སོང་བསམ་པ་འདྲ་བོ་ཅིག་གི་བསམ་ཚུལ་འདྲ་བོ་ཅིག་དང་དེ་འདྲའི་གི་བསམ་མནོ་ཅིག་འཁོར་བྱུང། ང་འདྲ་བོ་ཅིག་ཡིན་པ་ཡིན་ན།

དེ་ཡིན་ཙང། ང་རང་མི་ཚེ་ནང་ལ་ད་ད་འདའ་ཕག་དྲན་བྱས་ནས་ཆུང་དུས་ནས་དྲན་ཡོང་དང་ལ་དྲན་པ་ནང་ལ་དྲན་པ་ཡག་ཡོད་པའི་སྐབས་ནས་བྱས་ནས་གོང་ས་ཆེན་མོ་མཇལ་ཡོད་པ་ཅིག་དང། ནི། དེ་དུས་ཡིན་ན་ཁོང་མང་ཆེ་དེ་དར་ཟི་ལིང་ལ་ཞུ་དན་བྱ་གི་ཡོད་རེད་ད་དེ་དུས་དར་ཟི་ལིང་ལ་ཡིན་ནའི་ད་ཨ་འབྲུ་ཚང་གི་ཕེ་གི་ཡོད་རེད་པོ་ད་ལ་ཟ་ཁང་གཟིམ་ནང་བྱས། ཨན་ཐི་ནེ། ལེ་ཐང། རྒྱ་ཐོ་ཚང་ཟེར་ནི་ད་ལྟ་ཀོང་ས་ཆེན་མོ་གི་ཕྱག་དེབ་ནང་ལན་མང་བོ་འདུག་བ་ལ་ཁོང་རང་ཚོ་སྤུན་རྒྱག་དོན་དུ་གཅིག་ལས་གཅིག། ཕ་ལྟེ་བའི་ནས་གཟི་བརྗིད་ཆེན་པོ་ཀོང་ས་ཆེན་མོ་ཡི་ནས་རེད་ཧང་སང་ཡ་གི་ཕ་གཅིག་གཟི་བརྗིད་ཆེན་པོ་བརྗེད་པ་ཙམ་གི།

བྱས་ནས་ད་དེ་འདྲའི་འདྲ་བ་ཅིག་གི་ཁུར་ཡོད་ད་དེ་ནས་དེ་ནང་བཞིན་གྱི་མང་པོ་ཡོད་རེད་ཕ་གི་གོ་ཕྱི་འཛེ་ཡོད་རེད་ད་དེ་འདྲའི་གི་ཁུར་ཡོད་ཅིག་ད་ཨ་ནི་ད་ལྟ་དེ་ཕུ་པ་ཚོ་གཉིས་ལ་ཕུ་པ་པན་རྒན་པ་དེའི་སྐབས་དེ་ལ་ཨ་ནི་ང་རང་ཚོ་ཆུང་ཆུང་གང་རེད་ང་རང་དྲན་པ་ཡོད་པའི་སྐབས་དེ་ཡིན་ན་ཨ་ནི་ཡར་རྒྱུག་ཕ་ཏྲེ་ནིང་གནང་བྱས་ནས་ཕ་ཕེ་ཚ་རྒྱུག། རིག་གདའ་དེ་འདྲས་ཀྱི་ཁོར་ཡུག་ཅིག་ནང་ལ་ཀོང་བཟང་ཆེན་མོ་དང་ཀོང་ལྷ་མོ་ཚེ་རིང་ཁོང་རྣམ་པ་འདྲ་བོ་ཅིག་ན་རྟ་གཅིག་ཚང་མེད་ཀྱི་འཁོར་ས་འདྲ་བོ་ཅིག་དང། ཨ་ནི། ཆེས་ཆུང་གི་གནས་སྟངས་ག་འདྲ་ཅིག་ཡིན་པ་ཡིན་ནའི་བཞུགས་ས་ཡོད་པ་ཅིག་ཨ་ནི་ང་འདྲ་བོ་ཅིག་ཡིན་པ་ཡིན་ན་དེ་དུས་གང་ལ་ཆུང་དུས་སློབ་ཆུང་དང་པོ་འགོ་བཙུགས་ས་དེ་ཨ་ནི་ད་ལྟ་ང་ཚོ་བཟོ་གྲྭ།

ཞུ་གུ་ཞུ་གུ་ལྟོས་དང་ལ་ལྷ་ཞུ་གུ་གཞན་མིན་རྒྱ་རིགས་རེད་འདུག་བ། ང་ཚོ་དེ་འདྲ་ཅིག་དང་ཧ་ཧེ་གོ་གི་མ་རེད། རྦད་དེ་ཁོ་རང་བོད་པ་གཅིག་ལས་ལྷག་ག། གནམ་ས་འདི་ཡིན་པ་ཡིན་ནའི་ཆུ་པ་གཅིག་ཆོས་སྐྱོ་མ་གཏོགས་གནམ་ས་གཞན་གཅིག་ཆོས་སྐྱོ་ཅིག་ངའི་མི་ཚེ་ནང་ལ་ཁོང་མཇལ་མ་མྱོང། གཞན་ནི་ཨ་ནི། པད་མ་སྲིད་ཀྱི་བྱམས་སྐྱོང་ཆེན་པོ་རེད། ང་རང་ཡིན་ན་ཆུ་མཇུག་སྒང་ལ་དང་པོ་སློབ་གྲྭ་འགོ་བཙུགས་ས་སློབ་ཆུང་བྱས་འགོ་བཙུགས་ས་དེ་ཨ་ནི་སེ་འབྲས་རེད། དེ་ནས་ང་ཚོ་ད་བར་ལ་རེའི་ཆོས་ལ་ཁོང་ཚོ་ཚང་མའི་ཕྱག་ལས་ཀྱི་ཐོག་ནས་བྲེལ་བ་ཆེན་པོ་ཆགས་བསྡད་ཀྱིན་ཡོད་ཙང། འདི་མི་ཚེ་ནང་ལ་ད་ཅིག་ཁོང་རྣམ་པ་ཕྱག་ལས་ག་རེ་གནང་གིན་ཡོད་མེད་དེ་ཞི་རགས་ཤེས་ཀྱི་ཡོད་མ་རེད་བ། ད་ཅིག་རོབས་ཅིག་རྒྱ་ལ་ཁ་བཏད་ཅིག་བྱེད་ཀྱིན་ཡོད་བ་ཅིག་དང། དེ་ཤེས་ཀྱི་ཡོད་རེད་ང་ཚོ་སོ་སོ་སྐྱབས་བཅོལ་བ་ཡིན་པ་དང་བོད་པ་དེ་གས་དེ་ཅིག་བྱེད་ཀྱིན་ཡོད་བ་དེ་ང་ཚོ་ཅིག་ཚོར་བ་ཅིག་ཡོད་རེད་དེ་མ་གཏོགས་ང་ཚོ་ད་ཞུ་ཅིག་ཤེས་ཀྱི་ཡོད་མ་རེད་ནས་ཐེངས་གཅིག་དགྲ་བོ་ཅིག་ངས་དྲན་གྱི་འདུག་ངོས་ཚོ་ད་ལྟ་ཁོང་ཚོ Training དེ་འདྲའི་མང་པོ་གནང་གི་ཡོད་ས་རེད་ཨེ་འཇམ་བཟའ་ལ་ཅིག་ཀོ་བེ་ཡ་དེ་འདྲ་ལ་པུའུ་དེ་འདྲའི་མཉམ་དུ་ཁྲིད་གི་མེད་འགྲོ་བྱས་ནས་ངོས་ཚོ་ད་ལྟ་ད་ད་ལྟ་དཔལ་འབྱོར་ཕུར་པ་ཚོ་དཔལ་འབྱོར་རེད་ཨ་འབྲུ་ཚང་གི་གྲགས་པ་དང་ངོས་ཚོ་ཚང་མ་ཆུང་ཆུང་ཡོད་རེད་ངོས་ཚོ་དེ་ག་དེ་འཇམ་བཟའ་ལ་དེ་འདྲའི་ལ་ཀླད་པ་དེ་འདྲའི་དྲན་གི་འདུག་ཡིན་ནས་ཞུ་ཅིག་གསལ་པོ་ཤེས་གི་མ་རེད་ད་ཡིན་ནས་གང་ཅི། རྒྱ་ལ་ཁ་བརྡས་བྱེད་མཁན་ཅིག་དང་སོ་སོའི་གི་རྒྱལ་ཁབ་རྩོད་ལེན་བྱེད་མཁན་གི་དབུ་ཁྲིད་ཅིག་ལ་མཐོང་གི་ཡོད་རེད་ལ། དེ་འདྲ་ཡིན་པ་ཅིག་ལ་ང་ཚོས་ཤེས་ཀྱི་འདུག་བྱས་ནས་ཡིན་ཡང། ཐུགས་སེམས་ཀྱི་བཟང་པོ་ཞེ་དྲག་ཡོད་པ་ཅིག་ལ་དྲན་གྱི་འདུག་ང་ཚོ་ད་ཅིག་བལ་བའི་ཁང་པ་ནང་ལ་ཡབ་གཞིས་གཟིམ་ཁང་ལ་མོ་ཏོ་སྒོར་འདྲ་ནས་སྟིར་བཏང་ཡག་དེ་ཡོད་མ་རེད། ཨ་ནི་ང་ཚོ་ཡ་ག་ཅག་ནང་ལ་སྟིར་བཏང་ཡག་དེ་སྐྱིད་པོ་བཞུགས་ཡོད།

གཞན་དང་མ་འདྲ་བའི་དེ་རིང་ང་ཚོ་དྲིན་དྲན་བྱེད་ནི་ད་ཁོང་གི་མི་ཚེ་གི་ནང་ནས་ང་ཚོ་བྱང་ཡ་ག་རེ་ཡོད་རེད། ད་འདུག་ཡིན་ནི་བོད་ཀྱི་བདེན་མཐའ་སེལ་མེད་ཙང་ང་རང་ཚོ་གི་མ་འོངས་པ་ལ་ཕྱག་ལས་གནང་བའི་སྐབས་ལ་ཡིན་པ་ཡིན་ནི་ཨ་ནི་དེ་ནས་སློབ་སྦྱོང་གླེང་བྱེད་ནི་བདུན་པོ་བྱེད་ཡ་ལ་ག་རེ་ཡོད་རེད་ཟེར་དེ་གལ་ཆེ་ཤོས་ཅིག་མེད་འགྲོ་བསམ་བསམ་འདྲ་བོ་ཅིག་དྲན་གྱི་ཡོད། དེ་ཡིན་ཙང་ད་ཀ་མེད་ཞུས་པ་ཡིན་ནི་གལ་ཁོང་གི་མི་ཚེ་འདིའི་ནང་ལ་ཕྱག་ལས་གཟེབ་ཡོད་ན་ད་དབུ་ནས་དྲངས་ནས་ག་ནས་མགོ་བཙུགས་རེད་བསམ་བསམ་བཙུགས་པའི་ཡིན་ན་བསྡུས་མ་ཐུབ་པ་ཅིག་དཔེར་ན་ཆ་བཞག་ན་དགུང་ལོ་ཆུང་ཆུང་དགུང་ལོ་བཅུ་བཞི་ཞིག་ནས་ད་བོད་སྤྱི་ལ་དགོངས་པ་བཞེས་རྗེས་ནས་མ་འོངས་པར་སློབ་ཆུང་ཅིག་བྱུང་པའི་ཡིན་ནའི་བོད་སྤྱི་ལ་ཕན་པ་ཅིག་ད་རྒྱ་གར་རིན་པོ་ཆེ་ཞབས་ཞུ་ཞུ་ཡ་ཅིག་ལ་ཕན་གི་རེད་བསམ་ནས

ད་ཁོང་གི་ཀ་མད་སྣང་ཡན་དང་གསུང་ཡན་དེ་ཚོ་དཔེ་ཉུང་ཉུང་རེད་ང་ཚོ་ཡུའུ་ཐུབ་དེ་ཚོ་ནང་ལ་གཟིགས་པའི་ཡོད་གནས་ཀའི་གཞི་བདག་ཉུང་ཉུང་རེད་ཨ་ནི་གསུང་རྒྱུ་དེ་ཚོ་མང་ཆེ་ཅིག་དེ་བོད་རྒྱ་འབྲེལ་མོལ་དང་དེ་ཚོ་ཐོག་ལ་ཤུགས་ཆེན་པོ་ད་ཅིག་ཏེ་མ་ང་ཡོད་རྒྱུ་བཟོ་ར་བྱེད་ད་ཡིན་གོ་གི་རུང་བ་ལ་གང་ཡིན་ཟེར་ན། ང་ཚོ་གི་བོད། བོད་རྒྱ་འབྲེལ་མོལ་ཙམ་མ་ཡིན་པར་བོད་ཕྱི་ནང་གཉིས་ལ་ཡོད་པའི་གི་མི་མང་འདི་གས་དེ་ཡིན་ནས་ཅིག་ཐུགས་ངེས་ཀྱི་གང་ཟག་ནུས་པ་ཡོད་ངེས་ཅིག་དེ་དགོངས་འཆར་དེ་ཡོད་རེད་གཞན་ད་བར་བཞག་ནི་ད་ང་ཚོ་བོད་ནང་ལ་ཡོད་ན་ལྷ་སྐྱོ་དེ་གས་དེ་སུ་ལྷ་ཡོད་སུ་གྲོང་ཡོད། ས་མཐའ་ལ་སླེབས་མཁན་ཚོ་གས་ཤིང་གི་ཡོད་མ་རེད། ས་མཐའ་ལ་སླེབས་མཁན་དེ་ག་དེ་ནས་རེད། དངོས་གནས་ས་མཐའ་ལ་འབྱོར་ཡོད་དང་མེད་བོད་ནང་ལ་ལྷ་ངེས་ཀྱི་ནང་མི་སྤུན་མཆེད་ཚོ་གས་ཤིང་གི་ཡོད་མ་རེད་དེ་འདྲས་ཀྱི་གནས་སྟངས་སྐྱོ་བོ་ཅིག་གང་ནས་ང་ཚོ་ལོ་མང་བོ་ཞུས་ཅིག་བསྡད་པ་རེད་བ། དཔེར་ན་ང་ང་ཚོ་ཡིན་ནའི་ང་ཚོ་མོ་ཅིག་དང་ཅོ་ཅོ་རྒན་ཤོས་ཅིག་ལྷག་ཡོད་རེད་ཟེར་ལབ་གི་ཡོད་རེད་ད་ཁོ་ག་འདྲས་ཆགས་ཡོད་མེད་ཤིང་གི་ཡོད་མ་རེད།

ཨན། དེ་འདྲའི་གེགས་རྩ་གཅིག་ཀུན་འོང་གི་འབྲེལ་བ་འདི་ཨེ་ནི། རྒྱ་མིའི་དཔོན་པོ་ཙམ་མ་ཡིན་པར་ང་རང་ཚོ་བོད་པའི་གི་ནང་ལོགས་ལས་ཡོད་ངེས་མང་པོ་གཅིག་དང་ཡིན་ནའི་འབྲེལ་བ་ཤུགས་ཆེན་པོ་ཞིག་དང་གེར་གེའི་འབྲེལ་བ་ཡོད་པ་ཨེ་ནི། དེ་འདྲའི་གི་ཐོག་ནས་ཨེ་ནི་ང་ཚོ་མི་མང་དང་སྤྱིའི་གི་ཐོག་ནས་གི་རྒྱུགས་སྤྲོད་མང་པོ་གཅིག་འགྲོ་ཡ་དེ་འདྲའི་ཆགས་བསྡད་ཡོད་རེད། ཨེ་ནི་ངས་དེ་རིང་འདི་ཁྱེད་རང་ཚོ་ཞུ་ཡ་འདྲ་བོ་འདི་ག་རེ་བསམ་སོང་ཟེར་ལབ་ན། ད་ཏག་ཏག་བཀྲ་ཤིས་ངའི་ལབ་ག་རེ་ཐུག་ཡོད་དམ་མེད། ཡིན་ནའི་ངས་འབད་བརྩོན་ཞུ་ཡ་དེ་ག་རེ་ཟེར་ན། རྒྱ་གར་ནང་ལོགས་ལ་ང་རང་ཚོ་གཅིག་གི་གནས་བབ་དང། རྒྱལ་སྤྱིས་ཀྱི་སྡིངས་ཆ་ནང་ལ་བོད་ཀྱི་འཐབ་རྩོད་སྒྲུབ་ཐབས། དཔེར་ན་ང་ཚོའི་གི་བསམ་གི་རེད་ཁ་ཤས་ཀྱིས་རྒྱ་ཨོ་རྒྱ་ལ་ཐོན་དུས་ད་རྒྱ་མིས་ཀྱི་གྲོགས་པོ་ཡིན་པ་ན་གཞི་དེ་འདྲའི་ར་བ་བྱེད་ངེས་དེ་འདྲའི་ཙམ་ཙམ་ཡོང་གི་འདུག། ཐིག་མར་བ། རྒྱ་གི་རྒྱལ་བ་རིན་པོ་ཆེ་ཡར་ཕུལ་ནས་ད་ཅིག་སྐད་ཆ་བཤད་ན་དེ་ལས་བཤད་ན་བསམ་བསམ་འདྲ་བོ་ཅིག་གི་གང་ཟག་རེད་བས་ཟེར་ན་རྒྱ་ཆ་རྒྱ་རེད་མ་གཏོགས། རྒྱ་ལ་ཁ་བརྡའི་བྱས་རྗེས་ནི། བཙན་བྱོལ་ནང་ལ་ཡོང་ངེས་ཀྱི་བཙན་བྱོལ་བ་ང་རང་གི་ངོ་འཛིན་བྱེད་སྟངས་དེ་རྒྱ་གར་ནང་ལ་བཙན་བྱོལ་བ་དང་པོ་དེ་ཀོང་ས་ཆེན་མོ་རྒྱལ་ལོ་དོན་གྲུབ་ངོ་འཛིན་ཞུ་གི་ཡོད་རེད་བ། ལྟ་ངན་འདི་དཔེར་ཏུ་ལོ་རྒྱུས་ཀྱི་ཐོག་ནས་ཆོམ་ཆ་བརྒྱབ་ནས་ཨ་ནི་ཞིབ་འཇུག་བྱས་གྲང་རྒྱ་གར་ཕེབས་རྒྱུ་དེ་གལ་ཏེ་ངས་ཤེས་ཀྱི་ཡོད་མ་གང་ཟེར་འདི་གི་གནས་སྟངས་འདི་ལོག་ག་རེད། རྒྱ་ནག་གུང་ཁྲན་གྱིས་བོད་ཡོངས་རྫོ་ཟ་ཚར་བའི་རྗེས་ལ་ཨ་ནི། ད་དུང་ཡིན་ནའི་ཁྱེད་རང་ཚོ་དེ་ལྟ་དེ་ཚོ་ཁོང་གིས་གསུང་གི་འདུག་བ་ལ། ཨ་རི་ལ་ཕེབས་པའི་སྐབས་དེ་ལ་ཨ་རི་ཁོང་ཚོས་ཡིན་ནའི་ཕ་ག་དེ་ན་ཅི་ནས་གསུང་ཞེ་ད་ཕ་ཞ་ནས་སྟག་གཟིག་རིན་པོ་ཆེ་ཁྱོད་སྨྱོན་པ་རེད་ཅི་ནས་བཀའ་གནང་གི་འདུག་དེ་ཡིན་ནའི་ཕ་ཅིག་མ་ལོག་ན་འགྲིག་གི་མི་འདུག་ཅེས་བྱས་ནས་ད་གོ་སྐབས་དེ་འདྲའི་མང་བོ་ཅིག་སོ་སོས་སོ་སོ་སྐྱེས་བུ་བཏང་ནས་ཞུས་ན་ད་མང་བོ་འདུག་བ། ཡིན་ནའི་ཡང་ཁོང་བོད་ད་ཅིག་གི། ཕྱིན་དེ་ཚོ་བཅུ་བདུན་རྒྱ་མི་གི་བཙན་དབང་ཐོག་ནས་མ་དྲངས་པ་ཞིག་ཐོག་ནས་ཁྲིམས་ལུགས་གང་དང་ཚང་མ་དང་འགལ་བའི་ཐོག་ནས་ང་ཚོ་ལ་ཨུ་ཚུགས་རྒྱབ་ནས་ང་ཚོ་ད་ཞག་ཆུད་བ་རེད་དེ་འདྲས་ཀི་དུས་ཅིག་ལ་ཡང་སྐྱོ་ཀུན་བོད་ནང་ལ་ཕ་ཕས་གནས་སྟངས་མང་པོ་ཅིག་གཟིགས། ད་གང་ལྟར་ཡོང་ས་མ་རེད་འགྲིག་ས་མ་རེད། ཐག་བཅད་ནས་ཨེ་ནི། རྒྱ་གར་གྱི་སྐུ་ཚབ་མི་སེར་སི་ནཱ་ལྷ་ས་ལ་ཡོད་ངེས་ཁོ་རང་བརྒྱུད་ནས་ཨེ་ནི་རྒྱ་གར་ལ་སྐྱབས་བཅོལ་ཞུ་གནང་གི་འདུག་ཨ། ལྔ་བཅུ་ང་གཉིས་ལོར་ལ་སྐྱབས་བཅོལ་ཞུས་ནས་ཨེ་ནི་སྐུ་འོང་མཉམ་འདུག་ལ་དེ་དུས་གང་ལ་སྐུ་འོང་ལྷ་མོ་ཚེ་རིང་ལ་མཉམ་འདུག་འདུག་ཨ། ཡོད་ས་རེད་ལོ་རྒྱུས་དེ་ཚོ་ནང་ཐོན་གྱི་འདུག། ཨ་ནི་ཁོང་རྣམ་པ་གཉིས་དང་ཞབས་ཕྱི་གསུམ་བྱས་ནི། ཆེ་མདོག་བསྐྱངས་ནི། ཆུ་ཚོད་དྲུག་བཅུ་གཅིག་ལ་ཉིན་མཚན་སྨྲས་པ་གཉིད་ཁུག་ཡ་ཡི་མི་འདུག། མཚན་ལ། འགྲོ། ཉིན་གུང་ཡིབ་བྱས་ནི། བཙན་བྱོལ་ནང་ལ་ལྔ་བཅུ་ང་གཉིས་ལ་རྟ་དབང་བརྒྱུད་ནས་ཕེབས་པ་རེད་མ་གཏོགས་མང་པོ་ཅིག་ཁ་ཤས་བསམ་ན། ཀོང་དེ་སྔས་ནས་ད་དེ་དུས་གང་ལ་ང་ཚོ་ཡོད་ཡ་ཡོད་རེད་རྒྱ་གར་ནང་ལ་དེ་སྔས་ནས་ཀོང་བཞི་བཅུ་ཞེ་ལྔ་ལ་ཕེབས་སྟངས་ལ་དེ་དུས་མི་རྒྱ་སེ་རང་གི་ངོ་ནས་རེད། གཅིག་དཔེ་ལྟ་བྱས་བྱས་ན Pandit Nehru གི་ནས་རེད་གནམ་གྲུ་ཅིག་ད་བཏང་བྱས་ནས་ཨ་ནི་ཕེ་རོག་ནང་བྱས་བྱས་དེ་འདྲི་ཞུས་པ་ཨ་ནི། པ་འདི་ནེ་རུ་གི་བོད་པ་རྗེས་འབྲེལ་དང་པོ་བྱེད་ས་དེ་ཀོང་ཆ་དེ་ཡོད་བ། ཨ་ནི་དེ་ནང་བཞིན་གྱི་ཨ་ནི། ཙི་པན་ཞྭ་དགའ་པ་དང་ཁོང་རྣམ་པ། ཀྱེ་ཀ་ལིན་ཕོང་དང་དེ་ཚོ་བཞུགས་བསྡད་ཡོད་རེད་ཡིན་ན་ཡང་ཕ་ཕས་ནི་སྐྱབས་བཅོལ་རང་གི་ངོ་བོ་ལ་ལྔ་བཅུ་ང་གཉིས་རྟ་དབང་བསྒྱུར་ནས་ཆེ་ཐོག་བརྒྱབ་བྱས་ནི་ཨ་ནི། རྒྱ་ནག་ལ་ངོ་ལོག་བྱས་ནི་ཕེབས་པ་རེད་ལྔ་བཅུ་ང་གཉིས་ལོར་ལ་དེ་རེད་ཕེབས་ཚར་ནི་ད། ཨ་ནི་དྲག་པོའི་གི་ཐོག་ནས་བོད་རང་དབང་འཐབ་རྩོད་བྱེད་མཁན་ཨ་འབྲུག་མགོན་པོ་བཀྲ་ཤིས་འགོ་ཁྲིད་པའི་གི་ཆུ་ཤུ་གང་འབྲུག་ལས་ནས་རྒྱབ་སྐྱོར་མཐུན་འགྱུར་གནང་བྱས་ནས་ཨ་ནི་རྒྱ་གར་ནང་ནས་མུ་སྟང་ལ་ཚོགས་པ་འདི་འདྲས་ཚུགས་པ་དང་འདི་གཅིག་རིམ་པ་གཅིག་རེད། ཨ་ནི་ངས་དེ་རིང་ཞུ་ཡག་དེ་ག་རེ་ཡིན་ལབ་ན། སྐྱབས་བཅོལ་བྱས་ནི་ཕལ་ཆེར་ནི་ལྔ་བཅུ་ང་གཉིས་ལ། ཕལ་ཐང་ང་ལ་དང་པོ་དེ་ལ་ཆབ་སྲིད་ཀྱི་ལས་ཀ་བྱས་ན་འགྲིག་གི་མེད་དང་འདི་འདྲའི་གི་དམ་དྲག་དེ་འདྲའི་བྱུང་ཐུབ་བ། ཡིན་ན་ཡང་འདི་ཚོ་ལ་ལྡོག་ལན་བྱས་ནས་ནི་ང་བསྡད་ཡོང་ཡག་གི་ཆབ་སྲིད་དེ་འདྲ་སླེབས་པ་རེད་མ་གཏོགས་ང་ནི། གཞུང་པ་དེ་ཕན་ཐོགས་ཆགས་གི་མི་འདུག་ཟེར་ནི་མཐའ་མ་དེ་ལ་ལྔ་བཅུ་ང་གསུམ་ང་བཞི་དེ་འདྲ་བྱས་ལ་ནི། རྒྱ་གར་གཞུང་གི་བསམ་མནོ་གྱུར་པ་ཅིག་ཅིག་ནི་ད་དེ་སྔའི་དེ་ལ་ཡང་ཁྱེད་རང་ཚོ་མཁྱེན་གྱི་རེད། གོང་གི་དེ་ཚོ་ཞེ་དྲག་གསུངས་ཡོད་རེད། ནེ་རུ་འདྲ་བོ་ཅིག་ཡིན་ནས་ཁྱེད་རང་ཚོ་གནང་སྟངས་མོ་ཨོ་སི་ཏྲེ་ལ་བོད་རང་བཙན་རང་གི་གནས་བབ་ལྷག་ཡ་ལ་ཡིན་ནས་རྒྱབ་སྐྱོར་ཆེན་པོ་ཡོད་པ་དེ་ཞིབ་ཕྲ་ཞེ་དྲག་གནང་ལ་རེད་ཡིན་ནས་འགྱུར་བ་ཕྱིན་ཚར་བ་རེད་ལྔ་བཅུ་ང་གྲངས་གནང་ལ་ཡིན་ནས་ཨ་ནི་གོང་གི་ལ་ཨ་ནི་མི་སི་ཏར་བྷི་ཨེན་མུ་ལིག། སྟར་བྷི་ཨེན་མུ་ལིག་ལ་ཨ་ནི་མུ་ལིག་གི་དེབ་དེ་འདྲའི་ཁོ་རང་གི་དེབ་ནང་ནས་དོན་གུ་དོ། མུ་ལིག་དེ་ཨ་ནི་རྒྱ་གར་གི་དེའི་སྐབས་ལ་ཡིན་ན་ད་ལྟ་ང་ཚོ་ཨའི་བྷི་ལ་བས་ཀྱི་ཡོད་རེད་བ་ཨའི་བྷི་གི་ཅིབ་དེ་མུ་ལིག་ཆེ་ཁོ་རང་དེབ་མང་བོ་བྲིས་གནང་ཡོད་རེད་བྷི། Chinese Betrayal ལ་ཡ་དང་དེ་ཚོ་ནང་ལ་ཡིན་ནའི། དོན་གྱི་རེད་ལ། དེ་ནང་བཞིན་མུ་ལིག་མཉམ་དོར་ལ་ཀྱང་སྲིད་གླེང་གི་ཐོག་ནས་ད་འབྲེལ་བ་དང་པོ་གཏུག་ཡ་བྱུང་པ་དང་དེ་ནང་བཞིན་གྱི་རིན་པ་ཆེ་ནི་ལྔ་བཅུ་ལྔ་བཞི་ནོར་ལེ་ནི་རྒྱལ་བ་རིན་པོ་ཆེ་ཚུལ་ཆུ་བརྒྱུད་རྒྱལ་བ་རིན་པོ་ཆེ་དང་པཎ་ཆེན་རིན་པོ་ཆེ་གཉིས་ཀ་ནི་གཅིག་གི། ཆུ་བརྒྱུད་སྣང་ཡར་གྱི་སངས་རྒྱས་ཀྱི། ད་ལྟ་ད་ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་གི་དུས་ཚེ་དང་དེ་འདྲའི་བསྟུན་བྱས་ནས་ཕེབས་ཐུབ་ཡ་དང་དེ་དུས་གང་ལ་རེ་བ་གནང་ཡ་ལ་ཞུ་ཐུབ་ན་སོང་དེ་དུས་ཞུ་མ་ཐུབ་པ་རེད་དེ་ཡིན་ན་ཡང་ལྔ་བཅུ་ང་དགུ་ལོ་ལ་སྐུ་མདུན་ཆིབས་བསྒྱུར་གནང་བའི་སྐབས་ལ་ཡིན་ནས་ད། དེ་ནས་ཅིག་མངལ་ནས་ཕེབས་ཉིན་ཁོང་རྣམ་པ་ཚོ་རེད་ལྷག་པར་དུ་སྐུ་ཕྲེང་ངའི་ནང་ལ་ཀུན་བཟང་ཆེན་མོ་གི་ཕྱག་ལས་གནང་བཞག་རྒྱུ་དེ་ཚོ་ང་ཚོ་བོད་མི་མང་དང་མི་རིགས་ཀྱིས་ནམ་ཡང་བརྗེད་མ་ཉན་བསམ་པ་ཅིག་ངས་དྲན་གྱི་ཡོད། དེ་ནང་བཞིན། ཁོང་གིས། དེབ་དེ་གི། ཤོག་གྲངས་བརྒྱ་དང་དགུ་བཅུ་དགུ་བདུན་ནང་ལ། The Geneva Based International Commission of Jurists ལ་བས་དེ་ནས་མ་ཕྱིན་ནས་བྷི་ཡུས་ཏི་ཀ་ཚ། རྒྱལ་སྤྱིའི་ཁྲིམས་བཟོ་ལྷན་ཚོགས་ཀྱི་རི་པོརྟ་དང་འབྲེལ་བའི་ཐོག་ནས་གཅིག་གསུང་གི་ཡོད་རེད། ཨ་ནི་ངོས་ཚོས་ཀྱི་རི་པོརྟ་དེ་གས་དེ་ཨ་ནི། མཉམ་འབྲེལ་རྒྱལ་ཚོགས་ནང་ལ་ཨ་ནི་བོད་ཀྱི་ཞི་གཏུག་བྱེད་པའི་སྐབས་དེ་ལ་བོད་ཆས་བཏང་བ་རེད་ཅེས་ནས་ད་དེ་ནང་ལ། དེ་ད་ག་སོ་མོ་དེ་ཡོད་མ་རེད། ངས་བྱས་པའི་ཡིན་ངོས་ཚོས་དེ་བྱས་པའི་ཡིན་ངོས་ཚོས་དེ་ཡིན་མེད་ཡིན་དེ་འདྲ་ཁྱད་ཡོད་མ་རེད། འདི་ཡིན་ཙང་ངས་འདི་དང་འབྲེལ་བའི་ཐོག་ནས་ཏེས་གཅིག་ཞུས་ན་བསམ་པ་འདྲ་བོ་ཅིག་བྱུང། ག་རེ་ཟེར་ན་གཅིག་དེ་བཙན་བྱོལ་ནང་ལ་ང་ཚོ་བོད་པ་རྒྱ་བ་རིན་པོ་ཆེ་ཆིབས་བསྒྱུར་གནང་པའི་སྐབས་དེ་ལ་བོད་པ་སྐྱབས་བཅོལ་བ་དང་པོ་ཡིན་པའི་སྐབས་དེ་ལ་ཨེ་ནི་ལེ་འདྲ་བོ་ཅིག་གི་སྐུ་འོང་དེ་ནས་ལྔ་བཅུ་ང་གཉིས་ནས་སྐུ་འོང་རེད་ད་ཁོང་རྣམ་པ་མང་པོ་ཡོད་རེད། ཐུགས་འགན་ཆེ་བཞེས་གནང་བྱས་ནས་ཕེབས་པའི་སྐབས་ལ་ཡིན་ནའི་རེད་ཅིག། རྒྱ་གར་གཞུང་ལ་ཞུ་གཏུག་བྱེད་ཡ་དང་གནང་སྟངས་དང་དེ་ཚོ་ཐོག་ལ་པད་མ་སི་ཀི་མཛད་པ་ཆེན་པོ་བྱུང་ཡོད་རེད། དེ་ནང་བཞིན་ད International Commission of Jurist དེ Geneva ལ་ཡོད་པའི་གི་ད་འགྲོ་བ་མིའི་ཐོབ་ཐང་དང་ཨ་ནི་ལྷག་པར་དུ་དེའི་སྐབས་དེ་ལ་ད་ལྟ་དེ་ད་རྒྱལ་སྤྱིའི་གི་ཁྲིམས་རྩོད་པའི་གི་ལྷན་ཚོ་མཉམ་འབྲེལ་རྒྱལ་ཚོགས་གི་ངོ་འཛིན་ངོ་ལེན་ཡོད་སྐྱོར་གི་དེ་ཟིན་ཅིག་ཆགས་གི་ཡོད་དང་ལ། ཨེ་འདི་ཡོང་སྟངས་འདྲ་བོ་འདི་ག་འདྲས་བྱུང་རེད་གཅིག་དེ་ད་སྐྱབས་མགོན་རིན་པོ་ཆེ་གི Press Conference ནང་ལ་ཡིན་ནའི་རེད་རྒྱལ་སྤྱི་གི་ཐོག་ནས་ང་ཚོའི་བོད་ཀྱི་གནས་བབ་ཐོག་ལ་དོ་སྣང་བྱེད་དགོས་ཀྱི་འདུག་ཅེས་ནས་གསུངས་པ་དང། དེ་ནང་བཞིན་བཙན་བྱོལ་ནང་ལ་རྒྱལ་བ་རིན་པོ་ཆེ་སྤྱི་ཟླ་གསུམ་པ་ནང་ལ་བཅུ་བརྒྱུད་གནང་རེད་དེ་སྤྱི་ཟླ་ལྔ་པའི་གི་ནང་ལ་དཔེ་ཆའི་སུམ་ཅུ་སོ་གཅིག་གི་གནས་བབ་ཡིན་ས་ཡོད་ཀལ་ཀ་ཏཱ་ལ All India Convention for Tibet ལ་ནས Jai Prakash Narain གི་འགོ་ཁྲིད་པའི་ཐོག་ནས་ཚོགས། ཚོགས་བཅས་ནས་ཁོང་ཚོའི་གི་གྲོས་ཆོད་ནང་ལ་བོད་ཀྱི་གནད་དོན་འདི་རྒྱལ་སྤྱིས་མཉམ་འབྲེལ་རྒྱལ་ཚོགས་ལ་འཁྱི་དགོས་ཀྱི་ཡོད་པ་དང། མཉམ་འབྲེལ་རྒྱལ་ཚོགས་ལ་འཁྱི་ཡག་གི་ཆེད་དུ་ལ་ཨེ་ནི། International Commission of Jurists། གི་ཐོག་ནས་ཉམས་ཞིབ་ཡོང་ཐབས་དང། བོད་ཀྱི་གནད་དོན་འདི་རྒྱལ་ཁབ་གཞན་གཅིག་གིས་ད་བོད་བཙན་དབང་བྱས་ནས Occupied བྱས་རྗེས་རེད་བ། ཨ་ནི་བོད་དང་རྒྱ་དེ་ཐ་དད་ཡིན་པ Occupied བྱས་ཡོད་བ། དེ་ཡིན་ད་ང་ལ་དེའི་སྐབས་དེར་ལ་ད་དམག་ཆེན་གཉིས་པ་ཚར་ནས་ཨ་ནི་གློད་བཀྲོལ་བྱེད་དགོས་ཡག་གི་རྒྱལ་ཁབ་མང་པོ་གཅིག་ཡོད་རེད་ལྷག་པར་དུ Africa དང་དེ་ཚོ་ཡོད་ད་ང་ལ་ཨི་ནི Asian African ཁ་མི་ཏྲི་ལབ་ནི། ཨ་ཧྥེ་རི་ཁ་དང་ཨེ་ཤེ་ཡ་ཐུན་མོང་གི་ཐོག་ནས་བོད་དོན་ཐོག་ལ་རྒྱབ་སྐྱོར་བྱེད་ཡག་གི་ཚོགས་པ་ཅིག་ག་ཡང་བཙུགས་ཡོད་པ་དང། ཨན་དེ་ཚོ་ནང་ལ་ད་ལྟ་ཨའི་སི་རྗེ་གི་ནང་ལ International Commission of Jurisdict གི་ཚོགས་གཙོ་དེ Trigamdas པྲ་ཤུ་ཏམ། ཞེས་བྱའི། པྲ་ཤུ་ཏམ་འདི། ད། འབྲེལ་བ་ཆགས་སྟངས་འདི་ག་འདྲས་ཀྱི་ཡོད་རེད་ལབ་ན། དེབ་ད་ག་རང་གི་རྒྱབ་ལོགས། དཔེ། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་གྱི་ནང་ལ་ཕེབས་པ་ཡིན་ན། ཚིག་གཅིག་ཡོད་རེད། པྲ་ཤུ་ཏམ་འདི་ནི་ཁོང་རྒྱ་ལོ་ཚན་དྲུག་གི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་རེ་ང་བཞིས་ནས་ངོ་མཁྱེན་གྱི་ཡོད་རེད། ཅེས་ནི། པྲ་ཤུ་ཏམ་འདི། མ་ཧཱ་ཏྨ་གཱན་དྷི་ཡི་དྲུང་ཆེ་ཡིན་པ་གཅིག་དང་རྒྱ་གར་གྱི་ཁྲིམས་དཔོན་ཆེན་པོ་དེ་འདྲས་རེད། ཨེ་ནི་ད་ལྟ་རྒྱལ་སྤྱིས་ཀྱི་ཁྲིམས་རྩོད་པ་ལྷན་ཚོགས་ཀྱི་ནང་ལས་ཀའི་ཚོགས་མི་ཡིན་པ། ཨེ་ནི་དེ་ནས་ཁོང་རྣམ་པས་ཀྱི་ཚོགས་ཆུང་དེའི་ནང་ལ།

ཨིན་གཅིག་དེ་སོམ་ན་ཅལ་ཏྲེ་ཇི་ལ་ནི་རྒྱ་གར་གྱི་གྲོས་ཚོགས་ཀྱི་ཚོགས་གཙོ་གནང་མྱོང་ཡོད་རེད་དེ་གི་ཨེ་ནི་ཡབ་དེ། བྱས་བྱས་ནི་ད་རྒྱ་གར་ནང་ལ་ཡིན་ནའི་ང་ཡིན་ཟིན་ངེད་ཀྱི་གང་ཟག་དེ་འདྲས་ཀྱི་མཉམ་ཐོག་ལ་འབྲེལ་བ་དང་འབྲེལ་བ་བྱེད་ས་དེ་ཚོ་ཡིན་ནའི་ནུས་པ་དང་རྒྱལ་ཁབ་དང། རྒྱལ་སྤྱིའི་ཁྲིམས་ཁ་ཟེ་རྒྱལ་སྤྱིའི་གྱི་ཆབ་སྲིད་ཡིན་ནའི་ནང་ལ་ཐད་ཀ་ཡོད་ངེས་དེ་འདྲས་མཉམ་ཐོག་ལ་འབྲེལ་བ་བྱས་ནི་ཨེ་ནི་དེ་ནས་ད། མཉམ་འབྲེལ་རྒྱལ་ཚོགས་ལ་ཕེབས་པར་རོ། མཉམ་འབྲེལ་རྒྱལ་ཚོགས་ཀྱི་གྲོས་ཆོད་རེ་རེ་བཞག་པའི་སྐབས་དེ་ལ་སྐུ་ལས་ག་ཚད་སྐྱོན་ཡོད་འགྲོ། མི་སུ་སུ་དང་འབྲེལ་བ་གནང་ཡོད་འགྲོ་དེ་ཚོ་དཔེ་ཞིབ་ཚ་བོ་ང་ཚོ་མཐོང་ཡ་ཡོད་མ་རེད་ད་ལྟ་ཡིན་ནའི། ཡིན་ནའི་ཡང། དེ་སྐབས་དེ་ལ་ཕ་ག་ཕེབས་མཁན་ནང་ལ་ད་གསལ་བོ་ཞིག་ད་རོ། ཀོང་སང་ཆེན་མོ། ཨ་ནི། ད་ལྟ། ཞྭ་དགའ་པ། ཨ་ནི་ད་ལྟ་སྐྱེ་རྒྱུགས་གནང་བྱས་ནས་ཉམས་དོར་ལ་ས་འདུ་ཚོང་ཀོང་རིན་ཆེན་ཁོང་རྣམས་པ་སྐུ་པར་ད་ལྟ་མཇལ་ཡ་ཡོད་ནས་མེད་ནས་ཅིག་ཡོད་པ་ང་ཚོ་མཉམ་འབྲེལ་གྱི་ད་འདི་ཐེངས་མ་གཅིག་མ་རེད། གྲོས་ཆོད་ཐེངས་མ་གསུམ་བཞག་གནང་རོགས། གྲོས་ཆོད་ཐེངས་མ་གསུམ་བཞག་པ་རེད་ད། དེའི་ལ་སྐུ་ལས་ག་འདྲས་སྐྱོན་ཡོད་རེད་དོན་ཚོགས་ལོ་རྒྱུས་ག་བ་ལ་ཡི་ཐོག་མ་དེ་ཡིན་ཙང་ངས་དེ་རིགས་དེ་ཞུས་དགོས་ཡ་དེ་ཉམས་ཞིབ་གནང་བའི་སྐབས་ལ་དོན་ཚོགས་ནང་ལ་ཉམས་ཞིབ་བྱེད་ཡ་ཡོད་དང་ཡོད་མ་རེད། དེའི་སྐབས་ལ་རྒྱ་གར་གྱི་ད་ལྟ Mister Sinha དང་ཁོང་ཚོའི་ག་རེ་རོགས་པ་བྱེད་མཁན་ནང་ལ་མཉམ་དུ་ཡོད་པ་གྱི་སྐད་ཆ་དེ་འདྲ་ཡོད་རེད། དེ་ཚོ་ཡིན་ཙང་དེ་རྒྱལ་སྤྱི་གྱི་སྡིངས་ཆ་ནང་ལ་དེའི་སྐབས་དེ་ལ་གང་ཅེས་རྒྱལ་སྤྱིའི་ཁྲིམས་ལུགས་ཀྱི International Commission of Jurists རྒྱལ་སྤྱིའི་ཁྲིམས་རྩོད་པ་གྱི་ལྷན་ཚོགས་དེའི་གི་ཐོག་ནས་སྙན་ཐོ་གསུམ་བསྟན་པ་རེད་སྙན་ཐོ་གཅིག་དེའི་ནང་ལ་བོད་ཀྱི། གནས་བབ་ཀྱི་ཐོག་ནས་གསལ་བོ་ཞུ་ཆེད་ནི་བོད་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པ་དང་རྒྱ་ནག་དང་ཐ་དད་ཡིན་པ་གཅིག་བྱས། གཉིས་པ་དེ་ལ་བོད་ནང་ལ་མི་སེར་སྤེལ་ཡུལ་ཡོང་གི་ཡོད་པ Genocide ཡོང་གི་ཡོད་པ་དེའི་ཆེད་དེ་ནང་བཞིན་གྱི་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་དབང་དང་དེ་གས་དེ་བསྡུ་རུབ་བཏང་གི་ཡོད་པ་དང་འདི་འདྲིལ་གྱི་སྙན་ཐོ་ཅིག་ཐོན་ཐུབ་པ་བྱུང་ཡོད་རེད་དེ་ནང་བཞིན་ནི། མཉམ་འབྲེལ་རྒྱལ་ཚོགས་ཀྱི་གྲོས་ཆོད་འདི་གལ་ཏེ་ངས་ཞུ་རྒྱུ་ཅིག་ཞིབ་ལྟ་ཞུས་གོ་མ་རེད་དེ་གལ་ཏེ་ཚང་མས་ཐུགས་སྣང་གནང་ངེས་ཅིག་ན་བཟི་ཡ་ཡོད་རེད་ཡིན་ནས་གལ་ཆེན་པོ་ཅིག་ག་རེ་རེད་ཟེར་ན། རྒྱལ་སྤྱིས་ཀྱི་ནང་ལོག་ལས་དེའི་སྐབས་ལ། བོད་ཐོག་ལ་རྒྱབ་སྐྱོར་ཆེན་པོ། ཕལ་ཆེན་དེ་དུས་གང་ལ། མཉམ་འབྲེལ་རྒྱལ་ཚོགས་ཀྱི Membership ཁོ་རང་བརྒྱད་ཅུ། བརྒྱད་ཅུ་གྱ་གཉིས་རེད་བརྒྱད་ཅུ་ཟེར་དེ་འདྲ་ཞིག་རེད་ད། ང་ཚོ་ལ Vote རག་རྒྱོག་འདི་བཞི་བཅུ་ཞེ་གྲངས་ནང་ལ་ང་ཚོ་ལ་རྒྱབ་སྐྱོ་རྒྱལ་ཁབ་དེ་འདྲ་གི་རྒྱབ་སྐྱོ་ཡོད་པ་ཅིག་ཆགས་ཀྱི་ཡོད་དེ་ཚོ་ནང་ལ་ད་བཞུགས་མ་རྒྱ་ནག་དམར་ཤོག་ཁོ་རང་ཕ་གི་སླེབས་ཚར་ད་ང་ལ་རང་བཞིན་གྱི་གནས་སྟངས་འགྱུར་བ་ཕྱིན་པ་རེད་དེ་ཡིན་ན་ཡང་འདི་འདྲ་གི་ཐོག་ནས་གཅིག་རིམ་པ་ལྡི་ལི་ལ་དོན་གཅོད་ལས་ཁུངས་བཙུགས་ཡ་དང་ནིའུ་ཡོག་ཏི་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་ཁུངས་ཡོད་ཙང་ནིའུ་ཡོག་ལ་བཙུགས་ཡ་དང་ཇི་ནི་ཝར་ལ་འགྲོ་བ་མིའི་ཐོབ་ཐང་དང་དེ་ཚོ་གི་འབྲེལ་བ་ཡོད་པའི་གལ་ཆེན་པོ་ཡིན་ཙང་ང་ཚོས་ཀྱི་དོན་གཅོད་རྒྱལ་བ་རིན་པོ་ཆེ་གི་སྐུ་ཚབ་དོན་གཅོད་ལས་ཁུངས་རེ་རེ་བཙུགས་པའི་སྐབས་ལ་ཡིན་ནའི་ག་འདྲི་བྱུང་ཡོད་འགྲོ་ངས་ད་ལྟ་དྲན་སོགས་ལ་ཐེངས་གཅིག་གོང་བཀའ་ལན་དྲི་བ་གནང་བའི་སྐབས་ལ་ལྡི་ལི་ལ་མ་གན་ལེགས་སྦྱར་གྱི་གནང་སྟངས་ལ་སྐུ་དབང་གིས་རོབ་ས་ཅིག་བོད་སྐད་ལྡི་ལི་དོན་གཅོད་དང་པོ་འགོ་བཙུགས་སྟངས་དང་བོད་ཁང་འགོ་བཙུགས་སྟངས་དེ་ཚོ་རོབ་ས་ཅིག་གསུངས་སོང་ད་ཡིན་ན་ད་དེ་དུས་གང་ལ Recording ཡོད་མ་རེད་ང་རང་ལས་ཞོལ་ཅིག་དྲན་པ་གལ་མི་འདུག་དེ་གང་ཅི་ལྟ་ཅིག་ང་ཚོའི་གི་བཙན་བྱོལ་ནང་ལ་ཡོང་བྱས་ནི། ཚིག་མ། ག་ལ་རེད་ད་ཧྥོང་ཏེ་ཤེན་ཇི་ཡོ་རེད་བ་དང་པོ་བཟོས་མཁན་ནང་ནས་ཐུགས་འགན་ཆེན་པོ་བཞེས་མཁན་གང་ཟག་གཅིག་དང། དེ་ནང་བཞིན་བོད་རང་དབང་གི་འཐབ་རྩོད་བྱེད་མཁན་ནང་ལ་ཡིན་ནའི། ཨ་ནི་བོད་ཀྱི་བདེན་མཐའ་གསལ་ཡག་གི་ཆེད་དུ་ལ། ཐབས་ཤེས་འདྲ་མིན་སྣ་ཚོགས་ཀྱི་ཐོག་ནས་ཨ་ནི་ནུས་པ་གང་ཐུབ་བསྟན་བྱས་ནི་གནང་མཁན་གི་གང་ཟག། ཅིག་ཡིན་པ་དང། ཁོང་གིས་ད་ལྟ་ཁོང་དང་ཁོང་རྣམ་པའི་གི་མི་རབས་དེའི་ཐོག་ནས་གནང་སྐྱོང་དེ་གས་དེ་ད་ང་ཚོས་གི་སྐྱོང་ཐུབ་དགོས་ཡ། དེའི་ནང་ནས་ཁོང་གི་བཀའ་མོལ་གནང་ས་ག་བ་ཅིག་ལ་བལྟས་བའི་ཡེ་ནས་རེད། ཁྱེད་རང་ཚོ་ཡེ་ནས་དོ་སྣང་གནང་ཡ་གི་མཁྱེན་གི་རེད། བོད་ཆོལ་ཁ་གསུམ་དེ་ག་དུས་ནས་གཞན་ལ་ཡོད་ཡོད་པ་རེད་བོད་མི་མང་དང་བོད་ཆོལ་ཁ་གསུམ། ཁང་པ་ཨམ་མདོ་དབུས་གཙང་ཞེས་ནི་ཡོད་ཡོད་པ་རེད། དེ་ནང་བཞིན། ང་རང་ཚོ་ཆོལ་ཁ་གསུམ་གྱི་མི་མང་གི་ཐོག་ནས་རྒྱལ་བ་རིན་པོ་ཆེ་ལ་མནའ་གན་ཐུན་མོང་ཡར་ཕུད་བྱས་ནས་ང་ཚོ་མཉམ་གཏོགས་བྱེད་ཀྱི་ཡིན་ཁྱེད་ཀྱི་དབུ་ཁྲིད་རོགས་བྱེད་ཅེས་ནི་ང་ཚོ་དམ་བཅའ་ང་རང་ཚོ་རྒྱལ་རབས་ཚོགས་ཀྱི་ང་རང་ཚོ་ཆོལ་ཁ་གསུམ་གྱི་མིག་གི་ཕུད་བྱས་ནས་རྒྱལ་བ་རིན་པོ་ཆེ་གི་ནས་ད་ལྟ་ཡིན་ནས་ག་ནང་ཡང་ད་ག་རང་རེད། བོད་ཆོལ་ཁ་གསུམ་དགའ་ན་དགའ་གཅིག་སྡུག་ན་སྡུག་གཅིག་བྱེད་བཞིན་ནི་ཨེ་ནི། ད་ག་རང་དགོངས་པ་དེ་གང་ནི། བོད་ཟེར་མཁན་དེ་རྣམས་ལ་ཨེ་ནི་ཞབས་ཕྱི་ཞུ་མཁན་གྱི་གང་ཟག་ཡིན་ནས་ལས་དོན་ཆེན་པོ་རེད་ལས་ཀ་སྒྲུབ་པ་དང་མ་སྒྲུབ་པ་གང་ཟག་མང་པོ་ཡོང་གི་ཡོད་རེད་ཨེ་ནི་འདི་ནང་བཞིན་མི་མང་ཡིན་ནའི་རེད་ང་ཚོ་མི་རྒྱ་ལ་བསམ་ནོ་རྒྱ་ཡོད་རེད་གཟིགས་ཕྱོགས་དེ་འདྲའི་ལྷག་པར་དུ་དེ་འདྲས་ཀྱི་ཆེན་པོ་གི་དབུ་ཁྲིད་དེ་འདྲས་ལ་གཟིགས་སྟངས་མ་འདྲ་མང་པོ་ཡོང་གི་རེད་ཡིན་ནའི་ཡང་བསྡོམས་གཅིག་ལ། ཀུན་འོང་གི་མི་བཟད་ཅིག་བོད་དང་བོད་མི་རིགས་ཀྱི་ཆེད་དུ་བཏང་པ་རེད། འདི་མ་རེད་ཞེས་ནི་ལབ་ཐུབ་ངེས་དེ

ནི། ཀུན་འོང་དྲན་གསོ་ཞུ་ཡག་དང་གུས་བཏུད་ཞུ་ཡག་དང་དེ་ནང་བཞིན་གྱི། ནི་ཀུན་འོང་མཉམ་དུ་ལ་ཕྱག་ལས་གནང་མཁན་མང་པོ་ཞུ་ཅིག། དཔའ་བོ་དཔའ་མོ། རང་བཟོའི་བློས་བཏང་ཅན་ནི་ཕྱག་ལས་གནང་མཁན་མང་པོ་ཞུ་ཅིག་བྱུང་ཡོད་རེད། ཨེ་ནི་དེ་གའི་དེ་ཚང་མ་ལས་ནི་ངའི། ཨ་ནི། བོད་དུ་གོ་དུས་ཞུ་གི་ཡོད་ལ་ཨ་ནི་ང་རང་ཚོ་གི་མི་ཐོག་དེ་གས་དེ་གི་ཐོག་ནས་དངོས་གནས་དྲང་གནས་ཞབས་འདྲེན་མ་ཞུ་བ་ཅིག་དང། ཨ་ནི་ང་ཚོའི་གི་དུས་ལ་ཕེབས་པའི་གི་ང་ཚོའི་གི་འགན་ཅིག་ཁྱི་ཐུག་བྱས་ནི་གཅིག་གི་གཅིག་ལ་འགན་ལྟ་མ་ཐོན་ནི། རང་སོ་སོ་གི་རང་ཚུགས་དེ་རང་གི་སེམས།

ཅིག་ཤོག་རིག་དང་འདི་ཚོ་བྱས་འདི་ཚོ་བྱས་པའི་ཁ་ལས་ནས་སུ་ལ་ཕན་གི་རེད་མཐའ་མ་དེ་ལ་ཨ་ནི་ང་ཚོའི་ཚང་མིག་གི་དཔའ་བོ་དཔའ་མོ་དེ་གས་དེ་གི་དྲན་རྟེན་དང་ཁོ་རང་ཚོ་ལ་ཡིན་ནའི་རྗེས་སུ་ཡི་རང་ཞུ་བའི་ཡིན་ན་ཨ་ནི་ཁོང་རྣམས་པ་གི་རྣང་འགྱོད་དེ་གས་དེ་ཆུད་ཟོས་སུ་མ་འགྲོ་བ་བྱས་ཡ་དེ་ང་ཚོ་ལ་གལ་ཆེན་པོ་མེད་འགྲོ

བཅས་ནི་ཏང་ཨང་ཀི་ཚང་མས་གི་གཟབ་གཟབ་གནང་དགོས་ཡ། ཚང་མ་ལ་རྒྱུ་མཚན་ཡོད་རེད་རྒྱུ་མཚན་མེད་པ་ཡིན་གི་མ་རེད། ཡིན་ན་ཡང། གསེད་བཀྲོལ་ཡོད་རེད་ཕ་གསེད་ངན་ལ་ཡིས་འགྲེལ་བཤད་རྒྱབ་རྒྱུ་མཚན་བཤད་ཟེར་ན་བཤད་ཡ་ཡོད་རེད་ཟེར་ན་ཡིན་ན་རྒྱུ་མཚན་གི་སྤྱི་ཁོག་གི་འདང་གི་མ་རེད་ང་རང་ཚོ་འགོ་བརྗོད་དེ་ག་རེ་རེད་འདུག་ཟེར་ན། ང་རང་ཚོ་ལ་ག་རེ་གི་ཕན་གི་འདུག། ཟེར་ནས་དེ་ང་ཚོ་ལྟ་ཡ་དེ་ཁྱད་ཆེན་པོ་རེད་ཤག་དེ་ཡིན་ཙང་ངའི་མཐའ་མའི་སྡོམ་དེ་ནང་ལ་སྤྱི་ནོར་གོང་ས་སྐྱབས་མགོན་རིན་པོ་ཆེ་མཆོག་གིས་ཨ་ནེ་ཀོང་བཀྲ་ཤིས་བསྐྱོན་པའི་སྐབས་ཅིག་ལ། ངེད་ཅག་སྤུན་མཆེད་ཚོའི་ནང་ནས་འགྱུར་བ་མེད་པའི་རྒྱལ་ཞེན་སྙིང་སྟོབས་ཀྱི་རྩེ་མོར་གསོན་པ་ནི་རྒྱ་ལོ་དོན་གྲུབ་ཡིན་ལ། ཁོང་གི་གཤིས་ཀ་ནི། ངར་ཤུགས་ཆེ་ཞིང། དམིགས་རྟེན་མ་གྲུབ་བར་དུ་བརྟན་ཚུགས་པར་གནས་ཐུབ་པའི་ཨུ་ཚུགས་ཅན་ཞིག་ཡིན། འོན་ཀྱང། སེམས་རྒྱུད་ནི་ཤིན་ཏུ་བཟང། ཅེས་ནི་སྐྱབས་མགོན་རིན་པོ་ཆེ་གིས་ནི་ཁོང་དེ་གསུངས་པ་ནང་བཞིན་བྱས་རྗེས་ནི་ང་རང་ཡིན། དེ་རིང་ཟླ་གཅིག་གི་སྐད་ཆ་ལྟས་རིང་པོ་ཆགས་སོང་དེ་ཡང་དུས་ཚོད་ལྟས་མ་ལན་སོང་ཡིན་ནའི་དེ་འདྲའི་གི